ཉི་ལྡོག་ཉི་ས་དྲུག་སྤྱི་ཟླ་གསུམ་པའི་ཚེས་བཞི། ལྷ་དཀར་བཟང། སྤྱི་ཚོགས་ནང་ལོགས་ལ་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ Fake Letter ཡིག་ཆ་རྫུན་བཟོ་བྱེད་ངེས། དང་ཡིག་ཆ་རྫུན་བཟོ་འདི་ལ་མི་ངན་ག་ཤེད་ཀྱི་འགྲེལ་བཤད་བརྒྱབ་བསྡད་རྒྱོ། དེ་རིང་འདི་རྫུན་རྐུབ་སྟོན་ཡིན། ང་མི་ཚོ་ཚང་མ་འཚམས་འདྲི་བཀྲ་ཤིས་ལད། ངེད་གཉིས་ནུབ་སིན་སིན་ནང་གི་རྒྱ་ཆེ་མང་ཚོ་ཡོངས་ལ་འཚམས་འདྲི་བཀྲ་ཤིས་ལད་གྲངས་མེད་ཞུ་བ་ཡིན། ཡིག་ཆ་རྫུན་བཟོ་བྱེད་པ། Fake Letter། བྱེད་དགོས་བ་ཀྱི་དམིགས་ཡུལ་དང་དགོས་པ་ག་རེ་ཡིན་མེད་དང་འདི་སུས་ཀྱིས་བཀྲམ་གྱི་ཡོད་རེད་བས། འདི་གི་རྒྱབ་ལྗོངས་དམིགས་བསལ་སྤྱི་ཚོགས་དྲ་རྒྱའི་ནང་ལ་ག་འདྲས་ག་འདྲས་འགྲོ་གི་ཡོད་མེད་འདིའི་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་ཐོག་མ་ཤེས་ངེས་ལ། ཉེ་ཆར་དགའ་ལྡན་ཕོ་བྲང་ནས

དགའ་ལྡན་བོད་དྲུག་ཡིག་ཚོགས་ཀྱིས་གསར་བསྒྲགས་བྱས་པའི་གྱི་ཡིག་ཆ་འདིའི་སྐོར་ལ། སྐད་ཆ་སོགས་བཤད་ཡག་ཡིན། བཤད་ཡག་དེ། དེ་ཡང་ང་ཇོ་རི་སྒེག་གི་ངེད་གཉིས་བཤད་གི་ཡོད། མ་བསྟོད། མདོ་ཁམས་ཆོས་བྱེད་བོད་དྲུག་ཚོགས་པའི་ངེད་གཉིས་བཤད་གི་མེད། དེ་ནས། ཡོད་རང་མདོག་གི་ཆུ་བཞི་སྒོ་དྲུག་གི་སྒོ་དྲུག་གི་གོག་དྲུག་པའི་མིག་ཐོན་ནས་ཤེས་གི་མེད་ཟེར་བྱས་དེ་དང་པོ་དེའི་བསགས་བཤད་བྱས། དེ་རེས་སྐད་ཆའམ་འདི་བཤད་པ་དེས། ང་རོ་སྒེག་གི་ཡས་ལ། ང་རོ་སྒེག་གི་འགན་འཁྱེར་གི་ཡས། མ་ལྟོས། ཚོགས་པ་དང་གོ་གནས་དང་འགྲོ་བ་མེད་ཟེར་བྱས།

དེ་རྗེས་གུ་ས་སྐྱབས་མཁན་ཆེན་པོ་མཆོག་ལ་ཚད་མེད་དུ་བསུ་བསགས་བཞེས་མཁན་དུ་དོ་རྒྱ་སྦྱིན་སྤྲོ། བ་ཆེ་མཐོང་སྙོགས་ཀྱི་རིགས་དང་དེ་དག་ལ་ཆེད་དུ་སོ་སོ་གི་འབྲེལ་བ་ཡོད་རིགས། ཡོད་ཚུལ་བསྟན་གཞི། འབུ་ཐོག་མ་མཆིས་པས། མ་མཆིས་པས་དེ་ལུས་རྙེད་ཚུལ་དགུ་བཞིའི་གནས་ལྟས་ཡོད་བ་ཞུ་ས་དང། ད་ག་རུ་ལར་ལར་ལས་འདི་ལ་རུ་ལ་ན

ད་ལྟ་གོང་དུ་ངས་རྣམ་པ་ཚོ་ལ་བརྙན་ཐུང་ཅིག་སྟོན་བཞག་རྒྱུ་གི་མི་དེའི་མིང་ལ་ཅོ་རི་ཉི་མ་ལབ་སྡེ་གི་ཡོག་རེད་ད་ལྟ་ཁོ་རང་བཞུགས་ས་དེ་ཡུ་རོབ་སྡེ་བ་ཞིག་ལ་སྡེ་གི་ཡོད་ས་རེད་འདི་ངེད་ལ་ཁོ་རང་དང་འབྲེལ་བ་ཡོད་པའི་ཐོག་ནས་ངས་བརྙན་ཐུང་ཅིག་བཟོས་ཡོད་བརྙན་ཐུང་དེ་འདི་ཆགས་ཀྱི་ཡོག་རེད་ཁོ་རང་མི་སུ་སུ་མཉམ་དུ་འབྲེལ་བ་ཡོད་མེད་དང་མི་སུ་ལ་ལྟོ་རེ་བཏང་གི་ཡོད་མེད་དང་སྡེ་བའི་བོད་མི་སྒྲིག་འཛུགས་རེད་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་རེད་གངས་ཏའི་ཕོ་བྲང་ལ་ག་དུས་ནས་ཟུར་ཟ་བྱས་ཏེ་ངེད་ཀྱི་མི་ཅིག་རེད། ད་དེ་རིང་ཁོ་རང་གི་འགྲེལ་བཤད་འདི་ནང་ལོགས་ལ་ཉེ་བའི་ཆ་ལ་འདོད་སྒམ་ཆོས་ཞུ་ཁང་དྲུག་གི་དགའ་ལྡན་ཕོ་བྲང་ལ་རྒྱ་བོད་རིན་པོ་ཆེ་ལ་བརྟན་བཞུགས་ཕུལ་ཡས་ཀྱི་གསོལ་འདེབས་ཞུས་བཞུགས་ན་ཤིང་གི་དགའ་ལྡན་ཕོ་བྲང་ནས་མ་བཀའ་ཡིག་ཕེབས་གྱུར་གི་འདི་རེད། འདི་ནང་ལོགས་ལ་ནང་དོན་ཁྱོད་འདི་པ་འདི་རྐང་བཙུགས་ནས་འདོད་སྒམ་ཆོས་ཞུ་ཁང་དྲུག་གི་ཚོགས་པ་འདི་ལ་ཨ་ནི་ཡི་གེ་འདི་གཏང་ཞྭ་སྐྱོ་རོས་པས་ཡ་འདི་ལྔས་ལ་བའི་ཡི་གེ་དེ་འདྲའི་གཅིག་པ་གཅིག་གི་ཨ། བརྟན་བཞུགས་ཡ་གསོལ་འདེབས་ཞུ་ངེད་ཚོ་ལ་གཏང་ཡོད་དེ་མེད་དེ་ཚོའི་ཐོག་ལ་ངེད་རྣམ་པ་ཚོ་ལ་དཔྱད་ཞིབ་བྱེད་རྒྱུ་གཅིག་ངེད་རྣམ་པ་ཚོ་སྟོན་ཆོག་ཅེས་ཞུས། ལ་ཟེར་ད་ལྟ་གོང་དུ་ངའི་བརྙན་ཐུང་སྟོན་ཞྭ་སྐྱོ་འདི་ནང་ལོགས་ལ་ཨ་ནི་མི་ངན་ཅོ་རི་ཉི་མ་གི་ཡིག་ཆ་ཅེས་སྐོར་ལ་འགྲེལ་བཤད་བརྒྱབ་བསྡད་པ་འདིས་ཡིག་ཆ་འདི་ཆགས་ཡོད་རེད། ཡིག་ཆ་འདིའི་ནང་ལོགས་ལ་ཨ་ནི་འདོད་ཁམས་ཆུ་བཞི་ལང་གྲོ་དབུས་ཆུ་ཁྱབ་རྒྱུད་ལས་ཁང། གིས་ཨ་ནི་ད་འགོ་ཁྲིད་ཚོགས་ཆུང་དང་དེ་ཚོ་གི་བརྟན་བཞུགས་འགོ་ཁྲིད་ཚོགས་ཆུང་གི་ཚོགས་གཙོ་ལ་ཡི་གེ་བཏང་བཞག་རྒྱུ་ཞིག་དང། ཨ་ནི་གངས་ཏེ་ཕོ་བྲང་ནས་ཨ་ནི་འདིའི་ནང་ལོགས་ལ་ཨ་ཉིས་སྟོང་ཉིས་ས་དྲུག་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རེས་གཟའ་ལྷག་པ་ཉིན་མོ་དེ་ལ་ཨ་ནི་བརྟན་བཞུགས་དེ་ཨ་ནི་གཏན་ཕེབས་ཐུགས་གཏན་འཁེལ་སོང་ཟེར་ལ་འདི་རེད། ད་ལྟ་གོང་དུ་ཨ་ནི་ཁོ་རང་གིས་ནང་དོན་འགྲེལ་བཤད་བརྒྱབ་བཞག་རྒྱུ་འདིའི་ནང་ལོགས་ལ།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཟུར་ཟ་བྱེད་མཁན་དང་འདོད་རྒན་རྗེས་འབྲང་བ་བཅས་དམ་ཉམས་རིགས་དང་དེ་དག་ལ་ཆོས་དང་ཟང་ཟིང་གི་འབྲེལ་བ་ཡོད་རིགས་ཡོད་ཚེ་བརྟན་བཞུགས་འབུལ་ཐབས་མ་མཆིས་པའི་དེ་ལུགས་སྔོན་ཚུད་དགོངས་བཞེས་དོན་ནན་གྱིས་ཞིབ་འཇུག་ངེས་འཕྲོག་གནང་སྟེ་འགན་འཁུར་ཉམས་ལེན་དགོས་རྒྱུ་ལས་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ཨཱ་ནི་ཁོ་རང་གིས་ཨཱ་ནི་ད་ནི་འགྲེལ་བཤད་བརྒྱབ་དང་རྒྱག་བཞིན་པ་རེད། ད་དྲི་བ་དེ་ག་རེ་རེད་ཟེར་ལབ་པ་ཡིན་ན་ད་ལྟ་གོང་དུ་ངས་ཀློག་བསྡད་ཡ་དང་ཨཱ་ནི་ད་ལྟ་ཅོ་རི་ཉི་མ་གིས་འགྲེལ་བཤད་བརྒྱབ་བསྡད་ཡ་འདི་ཨ་ནི་དོལ་རྒྱལ་སྟོན་སྲས་བྱེད་མཁན་དང་རྒྱ་བོད་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་དེ་ཚོའི་མཉམ་དུ་ཆོས་དང་ཟང་ཟིང་གི་འབྲེལ་བ་ཡོད་དེ་ངེས་བས་ན་ཨ་འདི་ཚོ་ཨ་ནི་བརྟན་བཞུགས་ནང་ལ་མ་ཡོང་བ་ཡག་གི་བརྟན་བཞུགས་ནང་ལ་མ་བཅུག་ཡག་དང་དེ་འདྲས་འབད་བརྩོན་བྱེད་རོགས་གྱིས་ལད་ཟླའི་འདི་ཨ་འདི་དོལ་ཁམས་ཆོས་བཤད་ཁང་དྲུག་རང་གི་ཚོགས་པ་འདི་གི་རང་ལ་ལ་བཙུགས་བྱེད་བྱེད་བྱེད་ཨ་ནི་དགའ་ལྡན་ཕོ་བྲང་གི་ཕྱག་བཞེས་དེ་བཏང་བཞག་རྒྱུ་རེད་བས་ཡ་འདི་ཨ་ནི་དགའ་ལྡན་ཕོ་བྲང་གི་སྡེ་བའི་ཨ་ནི་ཚོགས་བརྟན་བཞུགས་བསྐྱར་ཉེས་སུ་འདྲ་བྱེད་ལ་བཏང་ཡོད་རེད་ཡོད་མ་རེད་བས། འདི་ངས་རྣམ་པ་ཚོ་ལ་ཞིབ་འཇུག་ཅིག་བྱས་ན་བསམས། ད་ངས་རྣམ་པ་ཚོ་ལ་གཞན་པར་ཡི་གེ་སྟོན་ཏེ་ཁར་ཟིན་ན་འདི་ངས་ལ་ཨ་ནི་ད་ལྟ་དབུས་གཙང་ཆོལ་ཁ་རེད་ད་ལྟ་ཅིག་ལྷ་སའི་སྐྱིད་སྡུག་དེ་འདྲས་ཅིག་ལ་ཡང་ཡི་གེ་ཕྱག་བགྱིས་གཏང་རྒྱུ་ཅིག་ཡོད་རེད་བརྟན་བཞུགས་ཡོད་དགོས་འདི་ནང་ལ་ལས་ཡི་གེ་ནང་དོན་ག་རེ་གསལ་ཡོད་མེད་འདི་ངས་རྣམ་པ་ཚོ་སྟོན་ཆོག་ཆེ་ཤོས་ཡིན། ལ་ཟེར་ད་ད་ལྟ་ཡི་གེ་གཉིས་པ་འདི་རྣམ་པ་ཚོ་ལ་སྟོན་ཏེ་འདི་ཨ་ནི་ཡི་གེ་གཉིས་པ་འདི་ཉིས་སྟོང་ཉི་ཤུ་རྩ་ལྔ་གི་ཟླ་བ་བཅུ་གཅིག་གི་ཚེས་བཞི་ལ་ཡི་གེ་འདི་ཨ་ནི་དགའ་ལྡན་ཕོ་བྲང་ནས་གཏང་རྒྱུ་རེད།

ཉིས་སྟོང་ཉི་ཤུ་རྩ་ལྔ་རྩ་དྲུག་གི་སྤྱི་ཟླ་ལྔ་བའི་ནང་ལོ་ལ། འདོད་ཁམས་ཆོས་ཆུ་གང་དྲུག་ཁྱོད་རང་ཚོས་ཀྱི་བརྟན་བཞུགས་གསོལ་འདེབས་ཞུ་བ་ན་བཞིན་གྱི་བརྟན་བཞུགས་འདི་གཏན་འཁེལ་སོང་ཟེར་ཏེ། ཡིག་གི་ཡང་དེ་འདྲའི་ཅིག་དབུས་གཙང་ཆོས་བརྒྱད་ཀྱི་དབུས་ས་གཉིས་དང་འདོད་ཁམས་རྫ་ཆུ་ཁ་སྐྱིད་དུ་ཚོགས་ཆུང་དང་མང་ཡུལ་མང་ཡུལ་སྐྱིད་རོང་གི་བརྟན་བཞུགས་གོ་སྒྲིག་ཚོགས་ཆུང་ལ་ཡི་གེ་དེ་འདྲའི་ཅིག་བཏང་ཡོད། ཡི་གེ་འདི་ནང་ལོ་ལ་ཉིས་སྟོང་ཉི་ཤུ་རྩ་ལྔ་གི་སྤྱི་ཟླ་བཅུ་གཅིག་ཚེས་བཞི་ནང་བཏང་བཞག་རྒྱུ་འདི་ནང་ལོ་ལ་ཡང། ད་ལྟ་གོང་དུ་ཅོ་རི་ཉི་མར་གྱིས་བཤད་བཞག་རྒྱུ་འདི། དེ་ནང་ལོགས་ལ་གསལ་བོ་ཞུ་ཅིག་འཁོད་ཡོད་རེད་དེ་འཁོད་ཡོད་པ་དེ་ངས་རྣམ་པ་ཚོ་སྟོན་ཞོར་ཞིག་དེ་གའི་བརྟན་བཞུགས་འགོ་ཁྲིད་ཚོགས་ཆུང་གི་རྒྱུན་ལས་དང་ཚོགས་མི་སྐུ་མགྲོན་དེ་བཞིན་མཇལ་བཅར་བུ་མཚོན་འདེགས་འབུལ་ཆེད་མེད་དུས་རྒྱུན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཟུར་འགན་དང། དོལ་རྒྱལ་རྗེས་འབྲང་བ་བཅས་དམ་ཉམས་རིགས་དེ་དག་ལ་ཆོས་དང་ཟང་ཟིང་གི་འབྲེལ་བ་ཡོད་རིགས་ཡོད་ཚད་བརྟན་བཞུགས་ལ། ཨ་ནི། མ་ཡོང་རོགས་གྱིས་ལ་ཡི་གེ་དེ་ད་ག་རང་དེ་ནང་ལ་འཁོད་ཡོད་རེད།

ཨ་ནི་མཚན་རྟགས་འདི་རྒྱབ་བྱེད་བྱེད་བྱེད་ཨ་ནི་མ། བཏང་གི་ཡོད་རེད་དེ་རྒྱ་བོད་རོ་མི་བྱེད་ལས་སྙན་བཟང་ཞུས་བྱེད་བྱེད་བྱེད་ཨ་ནི། ཐུགས་གཏན་འཁེལ་བྱེད་བྱེད་དུས་ཚོད་ཀྱི་གཏན་འཁེལ་བྱེད་བྱེད་ཨ་ནི་སྐུ་མདུན་གྱི་ཨ་ནི། མཛད་པ་ཁྲི་ལེན་དང་སྐུ་མདུན་གྱི་ཨ་ནི་དུས་ཚོད་སྟོང་པ་ག་དུས་ཡོད་མེད་འདི་འདྲའི་ལ་བལྟས་བྱེད་བྱེད་ཨ་ནི། བརྟན་བཞུགས་འདི་ཨ་ནི། གསོལ་འདེབས་ཞུས་པ་ནང་བཞིན་གྱི་བརྟན་བཞུགས་འདི་ལ་ཨ་ནི་དུས་ཚོད་འདི་འདྲའི་བསྟན་བྱེད་བྱེད་ཨ་ནི་དགའ་འདུས་པ་ར་དྲུང་ཆེ་གི་བར། སྙན་བཟང་ཞུ་གི་ཡོད་རེད།

སྤྱི་ཚོགས་གཏོར་ཡག་དང་སྤྱི་ཚོགས་ནང་དཀྲུག་ཡག་དང་དགའ་ལྡན་ཕོ་བྲང་དང་འབྲེལ་བ་ཡོད་པའི་ཐོག་ནས་ཡིད་ཆེས་དེ་བ་བརླག་བྱུང་ཡག་གི་དེ་འདྲས་བྱེད་མ་སྲིད་པ་གལ་སྐུ་ཞིག་མ་རེད། དེ་འདྲ་སོང་ཙང། ནང་དོན་དེ་ག་རེ་ཟེར་ལབ་པ་ཡིན་ན། ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དབུ་འོག་དཔུང་འདེགས་དང་ལུས་སེམས་གཉིས་ཀྱི་ཐོག་ནས་ཡིད་ཆེས་དེ་བ་ཡོད་པའི་ཐོག་ནས་བརྟན་བཞུགས་ཕུལ་དེ་ཉིད་ཚོགས་པ་དང་སྐྱིད་སྡུག་དང་ད་ནས་ཞིང་གི་བདེ་བ་སློབ་ཟུར་ཚོགས་པ་དེ་འདྲས་མང་པོ་ཅིག་ཞུ་གི་ཡོད་རེད། དེ་དང་པོ་ཁོ་རང་ཚོས་ཀྱི།

བླ་མ་ལ་ཡིད་ཆེས་མེད་ལབ་དེ་ངན་དེ་འདྲས་ཀྱི་མི་ངན་དེ་འདྲས་ཡོད་པ་ཡིན་ན་དེ་ཚོ་ཚོགས་པའི་ཀྱི་བརྟན་བཞུགས་བསྐྱངས་མཁན་ཀྱི་འགོ་ཁྲིད་ཚོགས་ཆུང་དང་བུ་རྫུན་བསྐྱངས་མཁན་ཀྱི་དེ་འདྲས་ཡོད་པ་ཡིན་ན་ཕྱོགས་གཅིག་ནས་བླ་མ་ལ་ཡིད་ཆེས་དེ་བ་མེད་ཡང་ཕྱོགས་གཅིག་ནས་བརྟན་བཞུགས་ཕེབས་པ་ཡིན་ན་བླ་མའི་དམ་ཚིག་ལ་གནོད་ཡས་ཀྱི་དེ་འདྲས་ཡོང་དེ་དུས་དེ་འདྲས་མི་རིགས་དེ་འདྲོ་བརྟན་བཞུགས་ཀྱི་འགོ་ཁྲིད་ཚོགས་ཆུང་དང་རྒྱུ་ལས་དང་བུ་རྫུན་བསྐྱངས་མཁན་དང་དོལ་རྒྱུལ་བྱེས་དྲང་བ་དེ་འདྲས་མཉམ་དུ་ཆོས་དང་ཟང་ཟིང་འབྲེལ་མཁན་ཡོད་ན་དེ་ཚོ་བརྟན་བཞུགས་ནང་ལོ་ལ་མ་ཕེབས་རོགས་གྱིས་ཞེས་ཀྱི་འདི་འབུལ་སྐུལ་འདི། ད་ལྟའི་ཀྱི་འདོད་ཁམས་ཆེ་ཤོས་རྐང་དྲུག་རང་ལ་མིག་ཏུ་བཙིར་བྱེད་བྱེད་བྱེད་བྱ་རྒྱུ་མེད་པ་དེ་ཉིད་རྣམ་པར་སྟོན་སོ། དེ་དེ་ངེས་ལ་ཡང་ད་ལྟ་ཉིས་སྟོང་ཉིས་སྟོང་སྔགས་ཀྱི་སྤྱན་ཟླ་བཅུ་གཅིག་ནང་ལ་ཡང་ཨ་ནི་དབུས་གཙང་ཆོལ་ཁ་གི་དབུས་ས་གཉིས་ལ་ཡང་ཡི་གེ་དེ་འདྲས་ཅིག་འཕེལ་ཡོད་རེད་དེ་མཉམ་དུ་ཚོགས་པ་ག་ཤེད་ཡོད་རེད་དེ་འདྲ་གསུངས་ས་འདི་དགའ་ལྡན་ཕོ་བྲང་གི་ཨ་ནི་ཚང་མ་ལ་གཅིག་མཚུངས་ཀྱི་ཐོག་ནས་བྱེད་ཀྱི་ཡོད་རེད་མ་གཏོགས་ཨ་འདི་ཆོལ་ཁ་གཅིག་ལ་དམིགས་བསལ་བཀའ་བྱེད་བཅས་བྲིས་བཞག་རྒྱུ་མེད་པ་འདི་བརྒྱ་ཆ་བརྒྱ་ཐམ་པ་གསལ་བོ་རེད་དེ་འདྲ་གསུངས་ས།

གནས་ཚུལ་མང་དག་ཅིག་བྱུང་སོང་བ། དགའ་ལྡན་ཕོ་བྲང་གི་ཡིག་ཆ་རྫུན་མ་བཟོས་ཆེད་ཅིག་གནས་ཚུལ་བྱུང་བ་རེད། ད་ག་ནས་ཤིག་ཁྲིམས་ཞིབ་ཁང་གི་ནས་ཅིག་ཡིག་ཆ་རྫུན་མ་བཟོས་བ་རེད་བྱུང་བ་རེད། ད་ག་ནས་ཤིག Epstein File དང་འདྲ་བའི་ཡོད་པ་དང་སྐུ་མདུན་གྱི་མཚན་ཐོག་ནས་ཡིག་ཆ་རྫུན་མ་ཟེར་འདྲ་བྱུང་བ་རེད། ད་ཡིག་ཆ་རྫུན་མ་བཟོས་བ་གཅིག། ད་འདས་ཀྱི་བཀའ་ཤག་གི་ཡིག་ཆ་གཅིག། ཨ་ནི་རྫུན་མ་ཅིག་བཟོས་བསྡད་པ་དེ་ཡིག་ཆ་དེ་འདི་རེད། ཡིག་ཆ་དེ་འདི་རེད། དེ་འདྲ་སོང་ཙང་ཡིག་ཆ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ད་ལྟའི་ཆ་ལ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་བཅས་ཀྱི་ཡིག་ཆ་འདི་རྫུན་མ་འདི་བྱུང་བཞག་ལ་གསར་འགྱུར་བཤད་བཞག་འདི་རྣམ་པ་ཟུང་གིས་སྟོན་ཆོག་ཅི། ཏེ།
བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་སྐུ་ཡི་སྐྱེས་མ་ལྔ་རེའི་རིམ་བཞིན་བྱུང་བ་ལ་བརྟེན་ནས་ནི་གསུང་ཆོས་དུས་དྲན་སྲུང་བརྩི་ཞུ་ཡ་མེད་ལ་དེ་འདྲའི་ཡིག་ཆའང་ཅི་འགྲོ་དུ་འདུག་ཨ་ནི་དེའི་ཡིག་ཆའང་དེ། སྐད་ཆ་དེ་བདེན་པ་ཡིན་མིན་གསལ་བཤད་དང་ནི་ད་ལོའི་གསུང་ཆོས་དུས་དྲན་དེ་སྤྱི་བཏང་གལ་ཆེན་པོ་ག་བཟོས་མིན་ད་ལོའི་གསུང་ཆོས་དུས་དྲན་ལ་མི་སེར་ཡང་སྐུ་མགྲོན་ཟེར་ན་གང་འདུག་བཀའ་འདྲི་ལས་འགུལ་བཀའ་འདྲི་སྤེལ་འཆར་ཡོད་མེད་འོ་དེ་གང་ཅིག་གསུང་རོགས་བྱེད། ཚང་ལོ་བཀྲ་ཤིས་ལས། ད་ལྟ། ད་ལྟ་སྤྱི་ཚོགས་དྲ་རྒྱ་ནང་ལ་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ལས་དམ་བྱས་བྱས་གསུང་ཆོས་དུས་དྲན་གསུང་ཆོས་ཞུ་གི་མ་རེད་ཅེས་པའི་གི་ཅིག། ད། དཀྲོག་གཏམ་ལ་འུར་བའི་ཡིག་འཁྱམ་ཅིག། ཅིག་གྲོགས་བདེ་ཆེན་འདི་བདེན་པ་རྩ་བ་ཉིད་ནས་མ་རེད་ཞེས་ཞུ་བ་ཡིན། བོད་མིའི་སྒྲིག་འཛུགས་ངོས་ནས་དེ་སྔ་ནས་བྱས་རྗེས་སུམ་ཅུ་དུས་དྲན་འདི་རྩ་ཆེན་པོ་ཞུ་རྩིས་ཀྱི་ཡོད་རེད། ཆབ་སྲིད་ཀྱི་ཐོག་ནས་ང་ཚོ་དེ་ཕོངས་བྱས་རྗེས་བཙན་བྱོལ་ལ་གྱ་སྟེ་གནས་དང་ཆགས་བསྡད་ཡོད་དུས་ཚང་པ་ལ། ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བོད་མི་ཚོས་ཀྱི་རྒྱ་ནག་རྒྱ་ནག་གཞུང་ལ་གདོང་ལེན་བྱས་ཀྱི་ད་གཙོ་བོ་དེ་སུམ་ཅུའི་དུས་དྲན་འདི་གང་ཆགས་བསྡད་ཡོད་དུས་ཚང་པ་ལོ་བསྟུད་མར་རྗེས་སུམ་ཅུའི་དུས་དྲན་གང་སྲུང་རྩིས་ཞུ་གི་ཡོད་རེད། ད་ལན་དེ་ཡིན་པ་ནས་ཀྱི་ཉིས་སྟོང་ཉིས་རྩ་དྲུག་ལ་བོད་མིའི་སྒྲིག་འཛུགས་ངོས་ནས་གསུམ་བཅུ་དུས་དྲན་གསུམ་བཅུ་ཞུ་བའི་གིས་ང་ཚོས་ལས་འཆར་ཆ་ཚང་ཞིག་བསྒྲིགས་བསྡད་ཀྱི་ཡོད་རེད་ཞེས་ཞུ་བས་ཡིན། འདིའི་སྒང་ལ་རྩ་བའི། དཔལ་ལྡན་བཀའ་ཤག་ངོས་ནས་ཡིན་པ་ནི་གིས་ད་ལོ་སྐུའི་དགོས་དོན་གྱི་སྲུང་བརྩི་ཞུ་གི་ཡོད་དུས་བརྩམས་པ་ལ་དེའི་ནང་ལོ་ལ་ང་ཚོས་གཞུང་འབྲེལ་གྱི་སྲུང་བརྩི་ཞུ་བའི་གིས་དུས་ཆེན་ཁག་བཞི་ཡོད་རེད་གཞི་ན་གསུམ་བཅུའི་དུས་དྲན་འདི་གནད་འགག་ཆེན་པོ་ཞིག་ཨང་བརྩི་གི་ཡོད་དུས་བརྩམས་པ་ད་རིང་ཡིན་པ་ནི་གིས་ཟླ་བ་མང་པོའི་གོང་ནས་ཨ་ནི་སྐུ་མགྲོན་གདན་འདྲེན་ཞུ་བའི་གིས་བང་བསྒྲིགས་རྗེས་ད་ལྟ། ཨ་ཙག་ལིང་མའི་སྐུ་མགྲོན་དང་ད་ང་ཚོ་ད་ཕྱི་ཁའི་སྐུ་མགྲོན་མང་པོ་ཞུ་ཆེད་ཕེབས་ཀྱི་ཡོད་རེད། ཕྱི་ཁའི་སྐུ་མགྲོན་ནང་ལོགས་ནས་གཞུང་གི་ལས་གནས་ཡོད་རྒྱུ་རེད་ལ། གྲོས་ཚོགས་འཐུས་མི་རེད་རྒྱལ་ཁབ་མང་པོ་ཞུ་བཞིན་ནས་དེ་ཕེབས་ཐུབ་ཀྱི་ཡོད་རེད། རྒྱ་རིགས་གྲོགས་པོ་ཚོའི་གནད་ཁེལ་ང་ཚོ་དེ་ས་གནས་ཁག་མ་འདྲ་ནས་ཕེབས་ཐུབ་ཀྱི་ཡོད་རེད་དེ་ཚོ་ང་ཚོ་གྲ་སྒྲིག་ཨང་གསར་བྱེད་ཆེད་བསྡད་འདོད་ཡོད་རེད་ཨ་རེ། གསུང་ཆོས་དུས་དེར་ང་ཚོ་གསུང་ཆོས་ཞུས་དང་ཞུ། ང་རང་ཚོའི་གི་བོད་མིའི་གི་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོ་དུས་དུས་དྲན་གལ་ཆེ་ཤོས་ཤིག་ཆགས་ཀྱི་ཡོད་རེད་ཞེས་ཞུ་ཡི།
ད་ལྟ་གོང་དུ་ཨ་ནི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་གཞུང་ཞབས་པ་དང་ཨ་ནི་གཞན་གྱི་མགྲིན་ཚབ་པ་ཀྱི་ཨ་ནི་བསྟན་འཛིན་ལེགས་བཤད་ལགས་ཀྱིས་འགྲེལ་བཤད་བརྒྱབ་སྟེ་དེ་ད་ལྟ་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་ཨ་ནི་ཡིག་ཆ་རྫུན་བཟོ་ཅིག་བཀའ་ཤག་གི་མིང་ཐོག་ལ་ཡིག་ཆ་རྫུན་བཟོ་ཅིག་བྱས་ཤགས། འདི་གི་ནང་དོན་ག་རེ་ཡིན་མེད་འདི་རྣམ་པ་ཚོ་ངས་ལབ་ཆོག་བྱས་ཤིག། ད་ཡིག་ཆ་དེ་འདྲས་ཅིག་རྫུན་བཟོ་བྱས་རེད་ཡིག་ཆ་དེ་འདྲས་རྫུན་བཟོ་བྱས་པ་དེ་ནང་ལོགས་ལ་ཡང་ཨ་ནི་ཅིག་མང་པོ་ཞིག་བཏབ་པ་ཡིན་ན་ཡིག་ཆ་རྫུན་བཟོ་ཡིན་པ་དེ་ག་ལ་གང་འཚམས་ཤིག་ཧ་གོ་རེད་དམིགས་བསལ་དེ་ནང་ལོགས་ཡིག་ཆ་ནང་ལོགས་ལ་ཨ་ནི་དག་ཆ་ནོར་སྡོད་པ་དེ་འདྲས་གནས་ཚུལ་མང་པོ་ཅིག་མཐོང་ཡོད་རེད་ཨ་ད་ག་ནས་བཞིན་གྱི་ཨ་ནི་ཡིག་ཆ་དེ་འདྲས་ཅིག་བྲིས་པའི་སྐབས་ལ་བཀའ་ཤག་གི་ནང་དོན་དེ་འདྲས་ཅིག་རྩ་བ་ཉིད་བྲིས་མ་རེད་དེ་འདྲ་སོང་ཙང་ཡིག་ཆ་དེ་འདྲས་ཅིག་མཐོང་བའི་སྐབས་ལ་རྫུན་མ་ཡིན་པ་དེ་གསལ་བོ་རེད་ད་ཡིན་ན་ཡིག་ཆ་འདི་རྫུན་མ་བཟོས་དགོས་ཡས་ཀྱི་དམིགས་ཡུལ་དེ། ག་རེ་མེད་དེ་རྣམ་པ་ཚོ་ལ་ངས་སྟོན་ཆོག་བྱེད་ཞོན་ཨེ་འདི་གནང་ལོ་ལ་ནང་དོན་འདི་ཁོ་རང་ཚོས་ཀྱི་ད་བཟོད་ངས་དེ་ག་བྲིས་ཡོད་རེད་ལ་ན་ཉིས་སྟོང་ཉི་ས་དྲུག་གི་ཟླ་བ་གཉིས་པའི་གི་ཚེས་བཅུ་བདུན་ཉིན་ཕྱི་དྲོ་སྐུའི་གཅུང་པོ་མངའ་རིས་རིན་པོ་བསྟན་འཛིན་ཆོས་དགེ་དང་ཉིས་སྟོང་ཉི་ས་ལྔ་ལོར་སྐུའི་གཅེན་པོ་ཀོང་བོ་རྒྱ་ལུ་བདེ་འགྲོ་ཆུ་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་དེ་འདྲས་ཅིག་བྱུང་ཡོད་རེད་དེ་འདྲ་སོང་ཙང་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་བློ་ཕམ་གྱི་ཐོག་ལ་འདི་མྱ་ངན་ཞུས་པ་དང་སྦྲགས་བོད་མིའི་ལོ་རྒྱུས་ཐོག་རླབས་ཆེན་མི་སྣ་གཉིས་སྐུ་ཚེ་ཧི་པོ་ཅི་ནོ་གང་ས་སྐྱབས་མགོན་ཆེན་པོ་མཆོག་ལ་དབུ་འོག་དཔུང་སྡེའི་ཞུ་མཁན་དང་བོན་བསྟན་སྲིད་དང་མི་རིགས་ཐོག་ལ་ཨ་ནི། ད་ལྟ་བོ་དོ་བཀའ་དྲིན་རྗེས་དྲན་དང་དམ་པ། དམ་པ་གང་ཉིད་ད་དམ་པ་ཁོང་ཉིད་ཀྱི། ད་ཐུགས་ཀྱི་བཞེད་དགོངས་ཟབ་མོ་ཡོངས་སུ་རྫོགས་ཏེ་སླར་ཡང་བསྟན་འགྲོའི་དོན་དུ། ཡང་སྲིད་བསྐྱར་དུ། ལྗོན་པའི་སྨོན་ལམ་གསོལ་བསྟོད་ཞུ་གི་ཡོད་འོ་ཅི་ནས་ཨང་ད་ལོའི་གི་ཉིས་སྟོང་ཉིས་ས་དྲུག་གི་སྤྱི་ཟླ་གསུམ་པའི་གི་ཚེས་བཅུ་ཉིན་བོད་མིའི་རྒན་རང་སུམ་ཅུ་དུས་དྲན་ཐེངས་དྲུག་ཅུ་རེབ་བདུན་པ་མཛད་སྒོ་འདི་འཚོགས་རྒྱུ་མིན་པའི་གསལ་བསྒྲགས་ཞུས། ལ་ཏི་རེད། རྩ་བའི་ཡིག་ཆ་འདི་ནང་ལོགས་ལ་ཡིག་ཆ་འདི་རྫུན་བཟོ་བྱས་ཡོད་པ་དང་ཡིག་ཆ་རྫུན་བཟོ་བྱེད་དགོས་ཡས་ཀྱི་དམིགས་ཡུལ་འདི་ཨ་ནི་མིང་འདི་ཨ་ནི་ད་ང་ཚོ་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ཆོས་ཀྱི་སྐུ་གཅུང་པོ་མངའ་རིས་རིན་པོ་ཆེ

གསལ་བོ། ད་ལྟའི་གི་གསུམ་བཅུའི་དུས་དྲན་འདི་བཀའ་ཤག་གིས་གྲ་སྒྲིག་བྱས་དང་བྱེད་བཞིན་པ་དང་ང་ཚོ་འདིའི་དུས་དྲན་འདིས་ང་ཚོའི་བོད་འཐབ་རྩོད་ལ་གལ་ཆེན་པོ་ག་ཚོད་ཡོད་མེད་འགྲེལ་བཤད་དེ་ཚང་མ་བརྒྱབ་ས་རེད། ད་ཡིག་ཆ་འདི་འདྲས་ཅིག་འདི་ངས་ལ་ཡིག་ཆ་རྫུན་མ་བཟོས་འདོད་སྐྱོར་དང་གནས་ཚུལ་ངས་རྣམ་པ་ཚོ་ལ་འདས་པའི་ཟླ་བ་གཉིས་གསུམ་ནང་ལ་ཡིག་ཆ་རྫུན་མ་ག་རེ་ག་འདྲས་བཟོས་ཡོད་མེད་འདི་ངས་རྣམ་པ་ཚོ་ལ་སྟོན་ཆོག་ཇི་ཞོན།

ཚེས་ཉི་ཤུ་མ་སེམས་ཟླ་བ་གཅིག་ལ་ཡང་ཡིག་ཆ་དེ་འདྲའི་ཅིག་ཆེས་མཐོའི་ཁྲིམས་ཞིབ་ཁང་གི་མིང་ཐོག་ནས་ཡིག་ཆ་དེ་འདྲའི་རྫུན་མ་བཟོས་བྱས་བྱས། ཨཱ་ཡིག་ཆ་འདི་གི་དམིགས་ཡུལ་འདི་ད། འབྲས་སྤུངས་ལ་ཨཱ་ནི་ཅིག་གནས་ཆུང། ཆོས་རྒྱལ་ཆེན་པོའི་གི་བཀའ་ལུང་འཕེལ་འགྱུར་ཅིག་འདི་བི་ཨཱ་ནི་ད་ལྟ་ཆོས་ལུགས་ཀྱི་སྤྱི་འཐུས་དགེ་ལུགས་ཀྱི་སྤྱི་འཐུས་གཉིས་དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ད་སྤྱི་ཚོགས་ནང་ལ་ལ་ལ་ཨཱ་ནི་ལབ་གླེང་མང་པོ་བྱུང་བྱས་བྱས་ཡང་དེ་འདྲའི་ཡིག་ཆ་དེ་འདྲའི་བེད་སྤྱོད་བྱས་བྱས་བྱས་བྱས་ཨཱ་ནི་གནས་ཆུང།

ལ་ཟེར། ད་དེ་ནས་ད་ལྟ་རྣམ་པ་ཚོ་ཡང Epstein File དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི་ཡང་དགའ་ཟླའི་ཕོ་བྲང་གི་མིང་ཐོག་ནས་ཡིག་ཆ་རྫུན་མ་བཟོས་བྱས་བྱས་བྱས་ཡང་ཡིག་ཆ་དེ་ནང་དུ་ལ་ཨ་ནི་རྫུན་གཏམ་བཀྲམ་ཡག་དང་མིང་རྗེས་བཟོ་ཡག་གི་དམིགས་ཡུལ་དེ་འདྲའི་བྱས་དེ་ངས་ཅི་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་འདུག་ས་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ Free Tibet Movement གི་ཚོགས་པ་དེ་འདྲ་ཞིག་ནང་ལོགས་ལ Callistos Rise གི་བཀྲམ་ཤག་བྱས་བྱས་བྱས་ངའི་རྣམ་པ་ཚོ་འདི་ངེད་ལ་བརྙན་ཐུང་ཅིག་བཟོས་པ་ཡིན། ཨ་ནི། དེའི་ནང་ལོགས་ལ་ངས་ཞིབ་འཇུག་ཅིག་བྱས་བསྡད་པའི་སྐབས་ལ། ཨ་ནི། Kallistos Rai ལ་ངས་མི་ད་ག་རང་གིས་མི་ད་ག་རང་གིས་ཨ་ནི། སྤྱི་ཟླ་དང་པོའི་གི་ཡང་ཚེས་ཉི་ཤུ་རྩ་བདུན་ལ། ཨ་ནི་ད་ལྟ་གངས་ཏི་ཕོ་བྲང་གི་ཡིག་ཆ་རྫུན་མ་བཟོས་བྱས་བྱས་བྱས་འདིའི་ནང་ལོགས་ལ། ཨ་ནི་སྐལ་རྡོར་དབང་ཚང་ཡག་པོ་ཡོད་པ་དང་སྐལ་རྡོར་དབང་ཚང་ལ་ཨ་ནི་ཧ་ལམ་མ་ཟད་སྐྱབས་མགོན་རིན་པོ་ཆེ་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང་འོས་འོས་འཕེན་ཤོག་ཟེར་བྱས་དེ་འདྲའི་གི་ཡང་ཡིག་ཆ་རྫུན་མ་དེ་འདྲའི་བཟོས་སྡོད་རྒྱུ།

དེ་འདྲ་སོང་ཙང་དེ་འདྲས་ཀྱི Free Tibet Movement ནང་ལོགས་ལ་དེ་འདྲས་བཀྲམས་འདི་ངེས་དང་དེ་ཚོས་ཀྱི་དམིགས་ཡུལ་དང་དགོས་པ་ག་རེ་ཡིན་པ་འདི་ད་ང་ཚོས་ཧ་གོ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲས་སོང་ཙང་ངས་འདི་ཡིག་ཆ་འདི་ཚོ་གཉིས་བཀྲམས་ངེས་འདི Callisto Rye དེ་རེད་དོ་ཡིག་ཆ་འདི་བཀྲམས་རེད་ད་ནས་བཞིན Callisto Rye ཀྱི Tibetan Government in Exile Support སྐད་གསང་དབུ་དཀར་ཚང་ཞེས་ཞེས་བྱས་ཡ་དེ་འདྲས་ཡིག་ཆ་དེ་འདྲས་བཀྲམས་འདི་ཀྱོ་ཅིག་ཡོད་རེད་དེ་འདྲས་སོང་ཙང་ད་ང་ཚོས་དེ་ཚོས་ཀྱི་ཡིག་ཆ་རྫུན་མ་བཟོས་དེ་ངེས་མང་དག་ཅིག་ཡོད་རེད་འདི་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་སུས་ཀྱིས་བཀྲམ་ཁོག་རེད་པས་མི་དེ་ཚོས་ཀྱི་དམིགས་ཡུལ་ག་རེ་ཡིན་མེད་འདི་ངས་དེ་རིང་ཞིབ་ཕྲ་ངས་བཤད་ཆོག་ཇི་བཞིན། ལ་ཟེར། ད་ཐ་ན་ངའི་རྣམ་པ་ཚོ་ཡིག་ཆ་རྫུན་བཟོ་བཟོས་དུས་ངས་འདས་པའི་ཟླ་བ་གཉིས་གསུམ་ནང་ལ་དོ་སྣང་བྱས་པ་ཡིན་ན་ཡིག་ཆ་རྫུན་བཟོ་བཟོས་འདུག་གི་དུས་ད་ཡིག་ཆ་དེ་ཚོ་དེ་ཚོ་ཚོ་ཆ་དེ་གོ་རོགས། ད་འདི་ཚོས་ཀྱི་དམིགས་ཡུལ་དང་དགོས་པ་འདི་ག་རེ་རེད་ཟེར་ཅིག་ངས་ལབ་པ་ཡིན་ན་འདི་ཚོ་དམིགས་ཡུལ་དང་དགོས་པ་འདི་སྤྱི་ཚོགས་འཁྲུག་རྐྱང་དང་བོད་པའི་གི་གཅིག་སྒྲིལ་གི་ནུས་པ་འདི་མེད་པ་བཟོ་ཡག་རེད། དམིགས་བསལ་འོས་བསྡུའི་སྐབས་ལ་རེད་བ། འོས་བསྡུའི་སྐབས་ལ་ཨ་ནི་ཡིག་ཆ་རྫུན་མ་དེ་འདྲས་བཟོས་བྱས་རྗེས་ཨ་ནི་སྲིད་སྐྱོང་ལངས་མཁན་འདི་ལ་རྒྱབ་སྐྱོད་ཡོད་ཟེར་ཅིག་ལབ་བསྡད་པའི་སྐབས་ལ་པེ་ཤི་ན་སྐལ་རྡོར་སྐལ་བཟང་ལ་རྒྱབ་སྐྱོད་ཡོད་ཟེར་ཅིག་ཡིག་ཆ་རྫུན་མ་དེ་འདྲས་ཅིག་དོན་པ་ཡིན་ན། ནི། ད་སྐད་དོ་བཀའ་རྩ་རྒྱབ་སྐྱོར་བྱེད་མཁན་མི་དེ་ཚོས་ཀྱིས། ག་དག་ཆོས་བྱེད་ཅེས་ཡིག་ཆ་དེ་འདྲའི་ཞིག་བསྡུ་སླ་ཆེ་ཅེས་ཡིག་ཆ་དེ་དངོས་གནས་ཡིན་དང་རྫུན་མ་ཡིན་ཁོ་ཚོས་བརྟག་མ་ར་སོ་ཅིག། འདི་ང་ཚོའི་འོས་བསྡུ་ལ་འོས་ར་ཡ་ལ་ཕན་ཐོགས་ཆེན་པོ་ཡོང་ས་ཆེད་ཡིག་ཆ་རྫུན་མ་དེ་འདྲའི་བཀྲམ་སྡོད་ཀྱི་ཡོད་པ་ཡིན་ན། འདི་ཡང་ལུས་འཁྲུལ་ཆེན་པོ་ཆེ་ཆུང་ཆགས་རྒྱུ་རེད་བསམ་གྱི་འདུག་ད་ལྟ་ངས་སྐད་དོ་བཀའ་རྩ་ལ་འོས།

ཡིན་མདོག་མདོག་འདི་རྣམས་ལ་ནང་དོན་འདི་ལ་ཡང་དངོས་གནས་རེད་ཟེར་མདོག་རྩ་བའི་དངོས་གནས་རེད་ཟེར་ཅིག་ལབ་པའི་སྐབས་ལ། སོ་སོའི་ཀྱི་ཤོག་ཨ་ཀྱི་དོན་དག་སྒྲུབ་པའི་དོན་དག་ལ། མི་དགའ་བྱུ་བའི་དོན་དག་ལ་དེ་འདྲའི་འགྲེལ་བཤད་སྒྲོས་བཞིན་བརྒྱབ་བསྡད་པ་ཡིན་ན་འདི་བས་ངས་བསམ་པ་ལ་ཏག་ཏག་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་བསམ་དུ་གྱུར། དེ་འདྲ་སོང་ཚ་མཐའ་མའི་དེ་ཡིས་ངས། ག་རེ་ལབ་པ་ཡིན་ན་འདས་པའི་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་ཡིག་ཆ་རྫུན་མ་འདིའི་རིགས་འདི་ཚོ་བཟོས་བསྡད་ཀྱི་འདི་ཚོ་མང་ཆེ་ཅིག། རྒྱ་ནག་གཞུང་གི་ལས་ཀ་བྱེད་མཁན་རྒྱ་ནག་གཞུང་གི་དངུལ་སྤྲད་བྱས་བྱས་བྱས་ཨ་ནི་ཕྱི་རྒྱལ་བས་ཀྱི་མིང་འདི་འདྲ་ཁྱེད་ཀྱི་སྤྱི་ཚོགས་དྲ་རྒྱ་ནང་ལ་འཛུལ་བྱས་བྱས་བྱས་ཨ་ནི་ཡིག་ཆ་རྫུན་མ་བཟོས་ཁོག་རེད་དེ་འཛུལ་གྱི་དམིགས་ཡུལ་འདི་ཨ་ནི་བོད་པའི་སྤྱི་ཚོགས་ནང་ལ་གཅིག་ཁྲིག་གི་ནུས་པ་མེད་པ་བཟོ་ཡ་དང་བོད་པའི་སྤྱི་ཚོགས་ནང་ལ་འཆམ་མཐུན་མེད་པ་བཟོ་ཡ་དང་བོད་མིའི་སྤྱི་ཚོགས་དཀྲུག་ཡ་གྱི་དམིགས་ཡུལ་རེད་མ་གཏོགས་འདི་བོད་རྒྱལ་ཁབ་དང་མི་རིགས་ལ་ཕན་ཐོག་ཡ་གྱི་བསམ་བློ་རྩ་བ་ཉིད་མ་བཏང་གི་ཆེད་རེད། བོད་པའི་སྤྱི་ཚོགས་ནང་ལ་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་མ་འདྲ་མ་འདྲ་ཡོང་སྲིད་ཀྱི་རེད་ཡིན་ནི་ཡང། འོས་བསྡུའི་སྐབས་ལ་རེད། བོད་པའི་ཀྱི་སྤྱི་ཚོགས་ནང་ལོ་ལ་ཚོགས་པ་དེ་འདྲ་ཡོད་པ་ཡིན་ན་ཚོགས་པ་གཅིག་གཅིག་ལ་དགའ་བཅུ་ཡས་ལ་ཚོགས་པ་གཅིག་ལ་གནོད་ཡས་ཀྱི་དེ་འདྲའི་སྐད་ཆ་ཡ་མ་གཅིག་སྤྱི་ཚོགས་དྲ་རྒྱ་ནང་བཀྲམ་འདོད་ཀྱི་ཡོད་པ་ཡིན་ན། དེ་འདྲའི་ཀྱི་མ་བཀྲམ་མཁན་གྱི་ཚོགས་པ་དེ་འདྲའི་ཀྱི་ཚོགས་གཙོ་འཛི་འགན་ཁྱེད་ཀྱིས་ཀྱི་འདི་སྤྱི་ཚོགས་ལ་ཕན་ས་རེད་གནོད་ས་རེད་བསམ་བློ་བཏང་དགོས་དགོས་རེད་མ་གཏོགས་འདི་ཡང་ང་ཚོའི་ལ་ང་ཚོའི་ཕྱོགས་ལ་སྐད་ཆ་ཡག་པོ་བཤད་ཤག་བསམ་ཁྱེད་ཀྱིས་འདི་བཀྲམ་བསྡད་པ་ཡིན་ན་ཡང་ཏག་ཏག་དེ་གི་ཡོང་བ་རེད་དཔེ་ཆ་བཤད་པ་ཡིན་ན་ད་ལྟ་གོང་དུ་ངས་དེ།

དང་པོ་སོ་སོར་དཔྱད་ཞིབ་བྱས། ཡིག་ཆ་དེ་འཕྲོད་ཅིག་ཁོ་རང་བསྟན་འཛིན་ལུང་རྟོགས་ཁོ་རང་དཔལ་རྟ་གདན་ས་ཁང་ནང་ལ་ཕ་གས་ད་ཉི་མ་གྲྭ་བ་གྲྭ་བ་བྱེད་རེད་ཟེར་གྱི་རྫོང་ཁག་ཆོས་སྟོན་ལ་གྲྭ་བ་བྱེད་ཟེར་ད་ཁོ་རང་ཡིག་ཆ་དེ་གི་ནང་དོན་བྲིས་སྟངས་ཁོ་རང་ནས་རྫུན་མ་ཡིན་པ་ཅིག་ཧ་གོ་གི་ཡོད་རེད་བཀའ་ཤག་ཡི་གེ་ཅིག་བྲིས་ས་བས་ཅལ་དེ་འདྲའི་རྩ་བ་ཉིད་བྲིས་གི་མ་རེད་ད་འདོད་དེ་འདྲས་མ་བྱེད་ངེས་ལ། བཀའ་ཤག་ལ་ཁ་པར་དང། ཡིག་ཆ་དེ་འདྲ་ཞིག་འདུག་དེ་དངོས་གནས་རེད་དམ་མ་རེད་ཟེར་གྱིས་ལབ། ཨ་ནི་གཞི་ནས་ཨ་ཁྱོད་རང་གི་སྤྱི་ཚོགས་དྲ་རྒྱ་དང་ཁྱོད་རང་གི་རྒྱབ་སྐྱོར་བྱེད་ས་དེ་ཚོ་ལ་འགྲེལ་བཤད་བརྒྱབ་ཆེད་ཡིག་ཆ་དེ་འདྲ་ཞིག་འདོན་བཞག་འདི་རྫུན་མ་རེད་ཤགས། འདི་ཚོ་རྩ་བ་ནས་ཡིག་ཆ་མ་མཆིས་ཨ་ཟེར་གྱིས་བཤད་དགོས་ཀྱི་རེད་མ་གཏོགས་ཡིག་ཆ་དེ་འདྲ་ཞིག་འདོན་བཞག་འདི་ག་འདྲས་ཡིན་ཨ་ཟེར་གྱིས་ལབ་པའི་སྐབས་ལ་སོ་སོའི་རྒྱབ་སྐྱོར་བྱེད་སའི་གི་ཨ་ནི་མི་དེ་འདྲས་ལ་དགའ་བཅུ་ཡ་དང་དེ་འདྲས་གི་བཤད་སྡོད་ཀྱི་ཡོད་ན་ཐང་མ་དེ་ལ་ཨ་ནི་གསུམ་བཅུའི་དུས་དྲན་ལ་ཡ་དེ་ལ་གནོད་སྐྱེལ་ཡ་དང་གསུམ་བཅུའི་དུས་དྲན་ལ་གནོད་སྐྱེལ་ཡ་ན་བོད་བོད་ཀྱི་རྩ་དོན་དང། ལ་གནོད་ཀྱི་བསམ་བློ་དེ་འདྲས་ཞིག་རུ་བ་དེ་འདྲས་སོང་ཙང་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་བསྟན་འཛིན་ལུང་རྟོགས་ཡིན་ན་རེད་ངན་པ་སླར་གསོ་ཁོ་ཚོས་ཅིག་གིས་ཡིག་ཆ་རྫུན་མ་ལ་འགྲེལ་བཤད་རྒྱག་བ་དང་ཡིག་ཆ་རྫུན་མ་དེ་འདྲས་ཅིག་ཨ་ནི་བཀྲམས་འདེད་རྒྱུ་ཡོད་པ་ཡིན་ན་འདི་ཚོ་ཡང་དོགས་པ་སྐྱེ་དགོས་ཡ་གི་ངའི་བསམ་པ་ལ་གལ་ཆེན་པོ་ཞུ་རྒྱུ་རེད་འདི་ཚོ་ཡང་ཨ་བདེ་སྲུང་ལས་ཁུངས་དང་བོད་མི་སྒྲིག་འཛུགས་དང་དགའ་ལྡན་ཕོ་བྲང་གིས་འདི་ཚོ་ལ་ཡིད་གཟབ་བྱེད་དགོས་ཡ་དང་མི་བདེན་རྫུན་རིགས་འདི་ཚོ་ལ་ཨ་ནི་ང་ཚོ་ཡིད་གཟབ་བྱེད་དགོས་ཡ་དེ་བས་ཤིན་ཏུ་གལ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་དེ་འདྲས་སོང་ཙང་དེ་རིང་གི་བརྙན་ཐུང་འདིས་ང་ཚོ་སྤྱི་ཚོགས་ནང་ལོགས་ལ། ཨ་ནི། མི་ངན་ག་ཤེད་ཅིག་མ་དོན་བྱེད་ཅིག་ཅེས་ཨ་ནི་དགའ་ཟླའི་ཕོ་བྲང་གི་ཕྱག་གཡས་འཕེལ་འདོད་ཀྱི་དེ་འདྲས་ལ་འགྲེལ་བཤད་ལོག་བཤད་རྒྱག་པ་དང་ཨ་དེ་འདྲས་ཀྱི་སྤྱི་ཚོགས་ནང་དུག་བླུག་ཡ་དང་ཨ་དྭགས་ནས་ཞིག་ཇག་རྫུན་མ་དེ་འདྲས་བཟོས་བསྡད་མཁན་དེ་འདྲས་སྤྱི་ཚོགས་ནང་བཀྲམ་བསྡད་ཀྱི་དེ་ཚོ་གི་དམིགས་ཡུལ་དེ་སྤྱི་ཚོགས་དཀྲུག་ཡ་བོད་བོད་ཀྱི་གཅིག་བསྒྲིལ་དང་འཆམ་མཐུན་མེད་པ་བཟོ་ཡ་ཡི་དེ་ཚོ་ལ་ཨ་བཟོད་བསྲོན་བྱེད་དགོས་ཡ་དང་དེ་ཚོ་ལ་ལྟ་དགོས་ཡ་དང་ཨ་མ་ཧོང་པ་དེ་ཚོ་ལ་ང་ཚོ་གཟབ་གཟབ་བྱེད་དགོས་ཡ་དེ་ཨ་ནི་ཤིན་ཏུ་གལ་ཆེན་པོ་རེད་བྱུང་ན་ཨ་ནི་མི་དེ་ཚོ་རིགས་དེ་ཚོ་ལ་གི་སྐད་ཆ་བཤད་བཤད་སྐྱོན་དུ་རྩ་བ་ཉིད་ནས་ཉན་རྒྱུ་ཡོད་མ་རེད་ཨ། དོན་དག་ཡོད་པ་རྒྱུ་མཚན་ཡོད་པ་ཡིན་ན་ཨ་དེ་འདྲའི་སྐད་ཆ་ཉན་དགོས་པ་དེ་ཤིན་ཏུ་གལ་ཆེན་པོ་རེད་ཟེར་ཞེས་བསམ་དུ་ཁོག་ཏུ་རྒྱུ་དེ་རེད་སོང་ཙང་དེ་རིང་གི་བརྙན་ཐུང་འདི་ད་ག་རང་འཚམས་བཞག་གིན་ཨ་བོད་མི་ཚོ་གང་མང་མང་ཨ་སྤྱི་ཚོགས་དྲ་རྒྱ་ནང་ལ་ལ་འགྲོ་བའི་སྐབས་ལ་མི་སུ་གིས་ག་རེ་སྐད་བཤད་གི་འདུག་དེ་དོན་དག་ཡོད་དུ་མི་འདུག་བོད་རྒྱལ་ཁབ་མི་རིགས་ལ་ཕན་ཐོགས་ཡའི་སྐད་བཤད་གི་འདུག་མི་ལྟ་གོ་ར་མ་གཏོགས་གནོད་སྐྱེལ་ངེས་ཀྱི་ལི་ཡོད་པ་ཡིན་ན་ཨ་འདི་ཚོ། རྒྱ་མི་གི་ལག་འཕྲད་དང་བྱེད་ཀྱི་ཡོད་དེ་བརྒྱ་ཆ་བརྒྱ་དང་པ་གསལ་བོ་རེད་ཉེ་བའི་ཆ་ལ་ནིའུ་ཡོག་ནིའུ་ཇར་སི་དང་ད་ནས་བཞིན་གྱི་སུའི་ཨིས་དང་ད་ནས་བཞིན་བལ་ཡུལ་རྣམས་དང་རྒྱ་ནག་གཞུང་མཉམ་དུ་ལག་འཕྲད་བྱེད་མཁན་མི་དེ་ཚོ་བོད་རྒྱལ་ཁབ་ལ་མི་རིགས་ལ་ཕན་ཐོག་མཁན་རྩ་བ་ཉིད་མ་རེད་བོད་རྒྱལ་ཁབ་དང་མི་རིགས་ལ་གནོད་སྐྱེལ་མཁན་རེད་དོ་ཆེ།